སྟ་གོན་དངོས་གཞི་ནི་བཀྲ་ཤིས་ལན་གསུམ་སོགས་རེད།
ད་ང་ཚོ་ད་ལྟ་བཀྲ་བྷ་ཁོང་ཚོ་ཡང་ཚ་ཡ་དེ་ད་ལྟ་སྐུ་གདུང་གསེར་གདུང་གཅིག་བཞུགས་འདུག་ཁྱེད་ཚོ་བརྗོད་ཡོད་ཀྱི་རེད་སྐུ་གདུང་དེ། འདི་གང་ལ་དཔེ། ཏག་ཏག་ཚེ་འདྲ་པོ་སྟོང་པ་ཁོ་ན་ངོ་མ་ན་བཞག་ཏུ་ཨ། ཁུ་རྡུལ་འདི་བཞུགས་ས་དེ། བཞག་འདི་ནང་ལ་སྐུ་འདྲ་པོ་དང་དེ་ནས་གསུང་འདྲ་པོ་དེ་འདྲས་མང་པོ་བཞག་གོ་ར་ངོ་མ་གཙུག་ལག་ཁང་བརྒྱ་དང་ར་འདི་སྟོང་པ་མི་སྲིད་ཀྱི་བཞག་བྱ། ད་སྐུ་རྡུལ་སྐུ་དྲིན་འདི་གི་ང་ཚོ་ལ་དཔེ། གདུང་ཚ་གི་ཟེ་གདུང་བར་ལ་བཞག་ཡ་དེ་དང་དེ་ནས་མར་གདུང་མཐོང་གྲོ་རིན་པོ་ཆེ་དང་ད་ད་ག་རང་གཙུག་ལག་ཁང་ལ་བཞག་ཡ་དེ།

ཉེ་བོ་རེད། ང་གཉིས་དགེ་ཕྲུག་གཅིག་པ་རེད། རྒན་མཁན་ཟུར་མི་བྱེད་འཇམ་པའི་བསམ་པའི་སྐྱོ་བ་ཀུན་འདོན་ནས། དགེ་ཕྲུག་བླ་མ་འདི་ང་ཚོའི་སྐབས་ལ་ཡང་ང་གཉིས་སྐྱོ་བ་མ་ཐུག་ཡོད་མ་རེད། འདི་ཙམ་དུ་མ་སད་པས་རྒྱ་གར་འབྱོར་ནས། འདྲ་ལ་འོད་ཟེར་ལི་ཡ། འདས་སོང། འདུས་མང་གི་ལྕེ་ལ་ལྷ་རམས་བར་མའི་དམ་བཅའ་བྱ་བའི་སྐབས་ལས་རིམ་བཞིན་ང་གཉིས་ཀྱི་གཞིས་བཅུ་གྲོགས་རེད། དུས་ཀྱི་འདས་ཚར་དུས་ནམ་ཡང་གི་གཞིས་བཅུ་གྲོགས་དེ་སྨིན་ཚད་ཀྱི་ཐག་ཉེ་བོའི་བཅུ་གྲོགས་ལ་བརྩི་གི་རེད། རང་གི་སྤུན་ཟླ་ལས་ཀྱང་ལྷག་པ་བརྩི་ཡག་གི་སུ་རེད་བཅུ་ཡོད་རེད། འདི་ནས་བཟུང་སྟེ་རིན་པོ་ཆེ་སྐུ་འཛེགས་པ་ཐར་མ་ཕྱིན་བར་དུ་དུས་ནས་དུས་སུ་མཇལ་འཕྲད་ཞུ་ཡག་དང་བཀའ་མོལ་ཞུ་ཡག་དགོས་པ་མང་པོ་རག་བསྡད་པ་རེད། ཐོག་མར་ང་ཚོ་རྒྱ་གར་ལ་བཅར་རྒྱུར་འཇུ་སྟོང་ལ་ཡང་མེ་ཟ་མར་ནས་བཀའ་བློན་པོར་ཚུར་སླེབས་ཚར་རྗེས་ལ་རིན་པོ་ཆེ་སྤྱན་སྔར་བཀའ་བློན་པོར་ཕེབས་ནས་ང་མཇལ་འཕྲད་གནང་ག་ལ་ཡག་ཕེབས་པ་ཐང་ཐང་དྲན་གྱི་འདུག་ལྷག་པར་དུ། བདེ་བ་ཚན་པ་ཚུལ་ཁྲིམས་ཉི་མས་ཕྱག་འདེབས་མཛད་པའི་རི་གདོང་དགོན་དང་གདོང་རའི་དགོན། བསམ་གཏན་ནི་གཉིས་ཆ་ལོ། སྨིན་བསྲེག་གི་དམ་ཆོས་འདུལ་བའི་ཆ་ཤས་གཙང་མ་ཡུལ་བ་བྱེད། རྟ་དེང་རབས་རེའུ་དགེ་ལྡན་པའི་རྗེས་འཇུག་གི་དགོན་སྡེ་ཁག་གི་ནང་ལ་སྒྲིག་འཛུགས་ཀྱི་ངོས་ནས་སོ་སར་གྱི་འཆར་གཞི་གཙང་མ་ཡོད་པ་དང། སྒྲིག་འཛུགས་ངོས་ནས་སོར་གྱི་འཆར་གཞི་གཙང་མ་ཡོང་ཡག་གི་ཆེད་དུ་མཐུན་རྐྱེན་ཚང་མ་བསྒྱུར་བ་དེ་དཀོན་པོ་རབ་ཅིག་རེད། སྤྱི་བཏང་གདན་ས་ཆེན་པོ་ཁག་གི་ནང་ལོགས་ལས་འདུལ་བ་འཛིན་པ་དང་སོ་སར་གྱི་ཉམས་ཞན་བླ་མས་གནང་མཁན་རྒྱམ་པའི་ཡོན་ཏན་ལ་གནས་པ་དེ་འདྲའི་མང་པོ་ཡོད་རེད་དེ། ཡིན་ན་ཡང་གདན་ས་དང་གྲྭ་ཚང་སྒྲིག་འཛུགས་ཀྱི་ངོས་ནས་འདུལ་བའི་འཆར་གཞི་འདི་ཡབ་མེས་ཚལ་གྱིས་མཐུན་འགྱུར་བྱེད་ཡག་དང། དེའི་ཆེད་དུ་དམ་ཚིག་འདུན་པ་ཚུལ་བཞིན་སྲུང་ཡག་གི་མཐུན་རྐྱེན་འཛོམས་ཡག་དེ་ཁག་པོ་ཞིག་རེད།

ས་སྤོ་ལབ་ས་ཡི་ལུང་པ་དེ་ལ་ཁོ་ཨེ་ནུའི་བླ་མ་དེ་དང་པོ་ཁོ་རང་འདི་ལ་སྐུ་འཁྲུངས་རེད། ཨ་ནི་ཏག་རབ་ཏུ་མ་བྱུང་སྔོན་ལ་ཁོ་འདི་ནི་ལ་དྭགས་ན་སྤོ་ཆོག་ལ་ཁོ་འདི་ཚོང་པ་འདྲ་པོ་བྱེད་འདོད་ཡ་མ་མང་པོ་འགྲོ་གི་འདུག་ཨ་ལ་དེ་རྗེས་ལ་དེ་ནི་ཁོ་ཏག་ཨེ་ནུའི་ལ་དྭགས་འདི་རང་ལ་འདི་རང་ལ་དེ་ས་སྤོ་ལུང་པ་དེ་ལ་བཞུགས་མཁན་བླ་མ་མི་ལ་ལབ་མཁན་གྱི་ཁོ་རྗེས་ནས་དེ་བླ་མ་མི་ལ་དེ་ཁོ་པའི་བླ་མ་བསྟེན་འདུག་ཨ།

མཐོ་ལྡིང་མཁན་པོ་རྗེ་བདུད་རྩི་ནི་ཁོང་ང་དཔེ་རབ་ཏུ་འབྱུང་གི་ཡིན། བཞུད་དུ་བ། དེ་མཐོ་ལྡིང་མཁན་པོ་གྱི་ལེམས་སང་ཁོ་ལ་དེ་རབ་ཏུ་འབྱུང་བ་གྱི་དེ་སྡོམ་པ་ན་ཡང་གྱི་བྱ་བྱེད་གནང་མི་འདུག་བ། དེ་ནི་ཡང་སྐྱོ་ཁོ་ཚུར་སླེབས་དེ་ནི་བླ་མ་མི་ལ་དེ་བསྟན་དེ་ནི་མཐོ་ལྡིང་མཁན་པོ་དེ་ལ་ཡང་ཁོ་ཕ་རྗེ་གར་འགྲོ་ནས་མཐོ་ལྡིང་མཁན་པོ་གྱིས། ཨ་ནི་ད་མི་གཞན་དག་ལ་སྐད་ཆ་དྲིས་ནས་དེ་མི་དེ་ག་འདྲས་རེད། ནས་ཁོ་ལ་དྭགས་ན་ག་འདྲས་རེད་ཟེར་ནས་ད་མི་སྦྱང་དྭགས་ཁ་ཤས་ཀྱིས་དེ་འདྲས་ཁོ་ལ་ད་ཚིག་པ་ཟ་ཡིན་ན་འདྲ་མ་དགའ་བ་འདྲ་བ་ཡིན་ན་བླ་མ་དེ་ལ་དེ་ནི་དེའི་སྐྲ་ལོག་དེ་འདྲས་ཞིག་རེད་འདུག་ལབ་ནས་བླ་མ་ལ་ཞུས་འདུག་ཨ། ཨ་ནི་རྗེས་ལ་བླ་མ་གིས་ད་ཁོ་སྐྲ་ལོག་འདྲ་པོ་ཡིན་ན་ཕའི་དམ་ཚིག་དེ་འདྲས་གཙང་མ་ཞིག་མེད་ས་རེད་དྲིས་ནས་བླ་མ་གིས་དང་པོ་དེ་བ་དེ་ནི་ཁོ་ལ་ནི་ཡག་འདྲ་བོ་བྱས་མི་འདུག་ཨ།

ལྟ་ཁུལ་དང་པོ་ན་དུས་ལྟར་བླ་མ་མི་ལ་དེ་བླ་མ་བསྟེན་ནས་ལམ་རིམ་གྱི་འདི་ཚོ་སྤེལ་ཟབ་བྱ་དང་ཆོས་ཚོགས་སྤེལ་ངེས་པོ་ཡོད་ས་ར། ཨ་ནི་ལྟ་ཁུལ་བླ་མ་གི་གསུང་ཆོས་གནང་མཁན་དེ་ཚོས་འཁོར་ལོ་ལ་དཔེ་མང་པོ་ཞིག་ཁ་སང་འདི་འདྲས་གསུངས་སོང་འདི་འདྲས་གསུངས་སོང་དེ་ནས་མཚམས་འདི་འདྲས་བཞག་སོང་དེ་བླ་མ་ལ་ཞུས་འདུག་ཨ། བླ་མ་ཡས་ཐུགས་ངེས་ངེས་པོ་ཞུས་བྱུང་འདུག་ཨ། ཨ་ནི་བླ་མ་གི་ཐུགས་ངེས་པོ་བྱུང་ན་ད་ཁྱེད་རང་དཔེ་མི་ད་ག་ཚི་རེད་མི་འདུག་ས། ཨ་ནི་ཁྱོད་རང་ད་ལ་དྭགས་ཕྱོགས་ལ་བགྲོད་ནས་ཁྱོད་རང་ལ་དཔེ་ནི་དགོངས་པ་ཨ་ནི་དཔེ། རྩེ་གྲ་འདྲ་པོ་ཁྱེད་རང་ལ་འདི་འདྲས་བརྒྱབ་ཐུབ་ས་རེད་ཁྱོད་རང་གིས་ད་རྡུལ་ཆ་འདྲ་པོ་མ་བཟོས་ན་ར་ལ་དག་རང་ལ་ཡོད་ས་རེད་དེ་ཁོ་ཁོ་རང་སྤོས་ཆོག་ལ་ང་དཔེ་སྤོས་ཆོག་ཁོ་རང་ལ་དཔེ་འགྲུལ་པ་ཙལ་པོ་མཚམས་འགྲུལ་འགྲུལ་པ་བྱེད་ན་དཔེ་ཁོ་རང་མཚམས་དང་འགྲུལ་པ་ཉོན་འགྲུལ་འདྲ་པོ་བྱེད་ན་དཔེ་མི་ཚེ་སྐྱེལ་གྱི་ཡིན་འདི་འདྲས་ཞུས་འདུག་དེ་བླ་མ་གིས་ཁྱེད་རང་འདི་མ་ཡོང་ས་མ་རེད་ལ་དག་ཆོག་ལ་ཁྱོད་རང་འགྲོ་ཞོག་གསུངས་འདུག་ཨ་ནི་ད་བླ་མའི་བཀའ་མ་བཅག་དེ་བས་ཚུལ་ཁོ་ཚུལ་སླེབས་ནས་ཨེ་ནི་རི་རྫོང་དགོན་པ་ཞིག་ད་ལྟ་དེ་དགོན་པ་དེ་ཁོ་གིས་ཕྱག་བཏབ་འདུག

ད་ཁོ་ཁོ་རང་ནི་ཁྱིམ་ཚང་གི་དེ་བ་འདྲ་བོ་ཆགས་ཡོད་ར། དེ་ནི་ཨ་མ་དང་སྤུ་བོ་དང་ཆ་ཚང་ཁྲི་རེད་ད་ཁོ། ས་ཆ་ཆ་ཚང་དགོན་པ་ལ་ཕུལ་བཞག་རེད། ད་དེང་སང་ཁོ་རོ་ཁ་ཆེ་བ་ལ་ཡ་དེ་ཁྱིམ་ཚང་དེ་རེད་ངོ་ནས་བྱོན་ན་དེང་སང་ཁ་ཆེ་བ་ལ་ཡ་དེ་ཁྱིམ་ཚང་དེ་ཁུལ་ན་མེད་པ་རེད། གར་གྱིན་ཟེར་ན་ལ་མ་དེ་ཁོ་རང་རབ་ཏུ་བྱུང་ཁོ་རང་གི་སྤུ་བོ་དེའང་རབ་ཏུ་བྱུང་བཅུག་ཨ་ནི་སྐྱེ་མེད་དེ་བ་གི་དེ་ལ་ཨ་ནེ་དགོན་པ་ཅིག་འདུག་ཨ་འོ་ལ་ཨ་ནེ་དགོན་པ་ནང་ལ་ཨ་ནེ་བཟོ་བཅུག་རོ། ཆ་ཚང་ཁྱིམ་ན་ཁྱིམ་མེད་པར་རབ་ཏུ་བྱུང་ལ་ནི་དཔེར་ཁོ་རང་ཁྱིམ་སྤངས་ནས་གཙང་མ་ཚང་རྐྱང་བཟོས་ནས་ས་ཆ་དེ་ཚོའི་དགོན་པ་ལ་བུད་བཞག་ནས་ད་ལྟའང་དགོན་པ་གི་ལབ་རང་གི་མིང་མིང་ཐོགས་ཅིག་ཁྱིམ་ཚང་དེ་ལ་རི་ཟོང་ལབ་རང་རི་ཟོང་ལབ་རང་འབོད་དགོས་རེད། ཨོ་དེ་འདྲ་ཚིག་ན་རབ་ཏུ་བྱུང་ར། ད། ལ་མ་དེ་གིས་དེ་ཕྱིར་རག་བཏབ་ནས་ད་ཁོ་གི་སྤུ་གུ་དེའང་རབ་ཏུ་བྱུང་ཞུ་ར་དེ་ནས་སྤུ་གུ་དེའང་དཔེར་སློབ་སྦྱོང་རྩེ་གྲ་དལ་བོ་བྱུང་ནས་སྤུ་ཡེ་ཤེས་རབ་རྒྱས་ལབ་དགོས་རེད་སྤུ་སྤུ་ལབ་ན་ཁོ་རང་ཕ་གི་སྤུའི་ལག་འོད་ལའང་རྩོལ་གྱི་རོ། ཏན་ཏར། ཧྲཱི། རིན་པོ་ཆེའི་ལག་འོད་དོ། རིན་པོ་ཆེ་ཏན་ཏར་ག་དང་ཏྲི། ཁ་ཚང་དགོངས་པ་རྫོགས་སྐྱོབ་དེ་ལ་ཧྲཱི། ཧྲཱི། ལག་འོད་དོ། ཧྲཱི། རིན་པོ་ཆེ་ལག་འོད་དེ། སྐུ་སྟོད་དང་པོ་དེ་འོད་དེ་བླ་མ་ཚུར་སྤྲུལ་ཉི་མས་ཀྱིས་ཧྲཱི། ཟིན་ཙང། ཧྲཱི། རིན་པོ་ཆེའི་ལམ་ནས་མཚན་ཐོ་ཡག་དེ་འདི་རེད། འདི་རེད། དྲི་བ། དེ་ནི་ཁོང་གི། ད་བུ། བུ་རེད་ད། དེ་ནི་དཔེ། ཚེ་དང་སྤྲུལ་པ་ཉམས་པ་འདི་ན་བ་གིས་འདི་ལ་ཡང་ཐང་ལབ་ས་དེ་ལ་འདི་ཁུག་ཚངས་བུག་ད་ད་ལང་ཡོད་རེད། འདི་རྣམས་ལ་དཔེ་ཁོ་ནའང་དགོངས་པ་མ་རྫོགས་པར་དུ་དཔེ་ཁོ་ནའང་ཚེ་དང་སྒྲུབ་པ་ཉམས་པར་བྱས་ནས་དཔེ་དགོངས་པ། སྐུ་དགོངས་པ་རྫོགས་རེ་བར་མཚམས་ཁང་ནང་ལ། སྤུ་ཡི་ཤེས་རབ་རྒྱས་ལ་ཏེ། ད་ལྟ་ཡིན་ང་ཚོ་དགའ་ལྡན་ཁྲི་ཐོག་བརྒྱ་དང་གཉིས་པ་གྱི་སྐུ་ཕྲེང་དང་པོ་དང།

དང། སྐུ་གཟུགས་དང་འདི་ཚོ་ལ་བསམ་བློ་བཏང་ནས་རག་ཚང་མ་གིས་ནི་ཕ་ཕེབས་ན་ཡག་པོ་འདུག་འོ་ནི་ད་ལྷོ་ཕྱོགས་ལ་ཕེབས་བྱ་ཞིག་རེད་ཡིན། ང་ཚོ་ང་ཚོ་དགོན་ནི་གང་ཡིན་ལ་ན་ད་ལྷོ་ཕྱོགས་ལ་དགུན་ཁ་ལ་ཡང་དེ་རྣམ་ཤེས་ཡག་པོ་ཙང་འོ་ལྷོ་ཕྱོགས་ལ་བཞུགས་ཡར་ཁ་ལ་ཚུར་ཕེབས་ན་ཨ་ཅེ་ནས་འོ་འདི་རང་དེ་འདྲི་ཞུ་ར་རིན་པོ་ཆེ་ཕྱི་ར་སྡོད་པ་ནང་མི་འདུག་ར་ཡིན་ནི་ང་ཚོ་ད་ཕེབས་ན་ཡག་པོ་རེད་ལ་ཕ

ཐོས་སོང། ད་མ་ཤི། འདུས་བྱས་ཐམས་ཅད་མི་རྟག་པ་ཟག་བྱ་ཐམས་ཅད་སྡུག་བསྔལ་བ། ད་འདིར་བ། བྱས་ནས་ད་གང་ལྟར་ཁོ་ཆོས་ཉིད་རེད། ཡིན་ནའི། ད་ཁྲི་ཟུར་རུ་བྱེད་ཀུན་འདུས་ནས།

ཡིན་ནི་ཕེབས་འདུག་ང་ལ་རིན་པོ་ཆེ་གི་རྒྱལ་བ་རིན་པོ་ཆེ་གི་ཡིན་ནི་ལྗགས་རྩོམ་ཚང་མ་གནང་ཚང་བྱས། གནང་ནས་ཡིན་ནི་ཕ་བཞུད་འདུག་ང་ལ་ཚུར་ཕུལ་ས་དུ་ར། ཡིན་ནི་ཨོ་དུས་ཕུལ་འདུག་ང་ལ། ཡིན་ནི་ལྗགས་རྩོམ་འདི་ནང་མྱུར་མྱུར་སྐྱོད་སེལ་འདེབས་ཀྱི་ལྗགས་རྩོམ་འདི་ནང་ལ་ཧེ་མ་ལའི་ཡི་རྒྱལ་སྲས། ཁྱོད་ལ་དུས་ལ་ནི་རིན་པོ་ཆེ་ད་རྒྱལ་བ་རིན་པོ་ཆེ་ཁོ་ན་གནང་སྐྱོང་རེ་ར། ཁོ་རང་རིན་པོ་ཆེ་རང་ནན་གྱིས་ལས་རིགས་འགྲོ་བཞིན་པ་ཡིན་པ། ཁོང་ཚེ་སྔོན་ཆོས་ལ་ཁ་སང་སྙན་བཟང་བརྗོད་པའི་སྐབས་ལ ྋགོང་ས་མཆོག་གིས་རྒྱ་བཞི་དམ་པ་དང་མཆོད་འབྲེལ་ཡོད་པའི་སྟབས་ཀྱིས ྋཞག་གི་ཐུགས་ཚོར་ཆེན་པོའི་ཐོག་ནས་བདེ་སྐྱིད་འཕེལ་ཐུབ་ན་དགོངས་པས་འོངས་པ་ཡོད་རེད། དེ་འདྲ་ཡིན་ཙང།